ཨོ་ཧོ་སློབ་ཕྲུག་ཚོ་དེ་རིགས་ཁྱེད་རང་ཚོར་ཡང་ཅིག་བཤད་ཡ་ཡོད་ད། དངོས་གནས་བྱས་ན་དེ་རིགས་སློབ་ཚན་བཅུ་པ་བྱ་བའི་བརྒྱུད་རིམ་གསལ་བརྗོད་འདི་ངས་ཁྲིད་དགོས་བསམ་བསྡད་ཡོད་ཨ་ཡིན་ནའི་ད་ལྟ་ང་གཅིག་ལ་སྒྲོག་བྱས་སོང་ཨ་ཨ་ངས་ད་ལྟ་དེ་རྒན་དཔལ་སྒྲོན་ལགས་ལ་ཡ་ཨ་ནི་ཁྱེད་རང་ཚོ་ལ་ཡ་བྱ་བའི་བརྒྱུད་རིམ་གྱི་སློབ་ཚན་དེ་ཡག་པོ་ཞིག་ཁྲིད་རོགས་གནང་ཞུས་པ་ཡིན་རྒན་ལགས་ཀས་ཁྱེད་རང་ཚོ་ལ་ཡ་སློབ་ཚན་དེ་ཡག་པོ་ཞིག་ཁྲིད་གནང་གི་རེད་ཨ་འདི་གའི་སློབ་ཚན་དེ་ཡག་པོ་ཞིག་ཉན་སློབ་ཚན་དེ་ཚར་སོང་ན། ཨ་ངས་ཁྱེད་རང་ཚོའི་རྩ་ལ་ཡག་སྦྱོང་ཚན་འདི་གས་ཏེ་མཉམ་དུ་ངོ་སྤྲོད་བྱེད་ཁག་བྱེད་ཀྱི་ཡིན་ད། ཨ་སེ་ད་ག་ཡིན་རྒྱང་ལགས་སློབ་ཚན་ཐིག་དུས་ཡག་པོ་ཉན་ཨ།
ད་ད་རེས་ང་ཚོའི་སློབ་ཚན་ག་རེ་རེད་ཟེར་ན་སློབ་ཚན་བཅུ་པ། ཨ་ནི་བྱ་བའི་བརྒྱུད་རིམ་ཞེས་པ་དེ་ངས་སློབ་མ་ཚོ་ལ་ངོ་སྤྲོད་ཞུ་ཡ་ཡིན། ཨ་ནི་བྱ་བའི་བརྒྱུད་རིམ་ཟེར་ན་ག་རེ་ལ་དགོས་རེད་ཟེར་ན་དེ་ང་ཚོར་ཉི་མ་གཅིག་གི་བྱ་བ་ར་གུ་རིམ་བཞིན་དུ་བྱས་བྱ་བ་གཅིག་གི་གུ་རིམ་འགྲོ་སྟངས་ལ་བྱ་བའི་བརྒྱུད་རིམ་ལགས་རེད་ངས་དང་པོ་དཔེ་མཚོན་ཆུན་ཆུན་ཞིག་ཞུས་པ་ཡིན་ན། ང་ཚོ་ཉི་མ་རྟག་པར་ཞོགས་པ་ཡར་བཞེངས། དེ་ནས་ཞལ་བསིལ། དེ་ནས་ཞལ་ལག་མཆོད། དེ་ནས་སླབ་གྲྭར་ཕེབས། དེ་ནས་སློབ་སྦྱོང་གནང། ཡང་དགོང་དག་ཚོའི་ནང་ལ་ལོག་ཕེབས། ད་འདི་བྱ་བའི་བརྒྱུད་རིམ་གྱི་རེད་ཉི་མ་རྟག་པར་ང་རང་ཚོའི་བྱེད་དགོས་ཡས་ཀྱི་བྱ་བའི་བརྒྱུད་རིམ་གྱི་རེད། ད་ང་རང་ཚོའི་སློབ་དེབ་ནང་ལ་བྱ་བའི་བརྒྱུད་རིམ་འདི་ཡང་ཉི་མ་རྟག་པར་བྱེད། བྱེད་ཡས་དེ་འདྲ་མ་ཡིན་པ་ར་ཡིན་ན་ཡང་ང་རང་ཚོའི་འཚོ་བའི་ནང་ལ་ཡང། འབྲེལ་བ་ཆང་འགྱོད་དེ་འདྲའི་ཁ་ཤས་ཅིག་ངོ་སྤྲོད་ཞུ་ཡ་ཡིན། དང་པོ་དེ་ག་རེད་ཟེར་ན། བྱ་བ་དང་པོ་དེ། ལོ་ཏོག་སྨིན། ར། ད་ང་ཚོ་དཔྱིད་ཀ་ལོ་ཏོག་མ་བཏབ་ཀི་ར་ལྗང་སྐུ་ཆགས། དེ་ནས་སྟོན་ཀའི་དུས་ལ་ལོ་འདོགས་དེ་ཚོ་སེ་ཤིག་ཤིག་ཆགས་རེད། ཨ་དེ་ལ་ལོ་ཏོག་སྨིན་པ། ར། ལོ་ཏོག་སྨིན། ཨ་ནི་སྟོན་ཀ་བཙས་མ་ང་གི་ར་བཙས་མ་ངན་ནི་འབྲུ་དེ་ཚོ། ཨ། ག་ལ་ར་གཡུལ་ཀ་སྟོན་ནི་འབྲུ། ཚོ།

འོ་དེ་འདྲས་བྱས་ན་ཡང་འབྲུ་དངོས་གཉེན་གྱི་རིགས་གཅིག་ཡོད། ད་འབྲུ་དངོས་ཚད་པས་བཅད་ལ་འབྲུ་ཡི་རྣམ་པ་གཞན་ལ་འགྱུར་འགྲོ་བ་རེད་ཡང་ག་བྱས་པས་ཟེར་ན་ཡོད་གཞན་གྱི་ཆ་འགྲོ་བ་རེད། ད་གཤམ་ལ་མ་རེ་མོ་གསུམ་པ་དེ་ལ་གཟིགས་དང། ཡོད་ཐག་ལད་དོ། ཨ་དེ་འབྲུ་དེའི་ཡོད་ཆ་ཚ་རེད། ད་ཡོད་དེ་ཐག་ལད་དེ་འཛམ་གླིང་ཡོད་དེའི་མ་ཐག་ན་གར་ཟུག་རེད་ཟེར་ན་རྩམ་པ་ཟོག་པོ་ར་ཞིབ་བཤིག་ཟོག་པོ་ར། ད་ད་ལྟ་ང་རང་ཚོས་སློབ་དེབ་ཀྱི་པར་ནང་ཡོད་མགྱོགས་དེ། ཨིན་དེ་རེད་ཤག་རང་ཐག་ལད་དེ་ཆུན་ཆུན་བརྗོད་རེད། དེ་ནང་ལ་ལ་ཡོད་ཐག་པ་ཡིན་ན་ཡོད་རྩིང་པོ་བྱས་པ་རེད། འཇམ་པོ་བྱས་པ་མ་རེད་ཞིབ་བཤེར་དེ་འདྲ་ཆགས་ཐུབ་ཀྱི་མ་རེད། ཡོད་ཐག་ཨ་དེ་ལས་གསལ་བ་དགོས་ན་ང་ཚོ་ཡར་གཟིགས་ཞུ་ཨ་ཡི་གེ་ཆོས་སྒོ་ཡོད་རེད་ཆོས་སྒོ་ནང་ལ་སློབ་མ་ཚོས་གཟིགས་ཟིན་ན་གསལ་པོ་ཧ་གོ་གི་ཡོད་ཕྱིར། ད་ཡོད་ཐག་ནི་རྩམ་པ་ཆགས་ཀྱི་ར་རྩམ་པ་ཆགས་པའི་རྗེས་ལ་ང་ཚོ་གར་བྱ་བ་རེད་དཔའ་བརྩི་དགོས་རེད།

ང་རང་ཚོས་སྐྱོ་མ་ནང་ལ་སྐྱེ་གི་རེད་དཔའ་ནང་ལ་སྐྱེ་གི་རེད་དེ་མ་ཡིན་པའི་གནས་ཟས་རིགས་མང་པོ་ཞིབ་བཞིན་ནང་ཆུ་ར་སྐམ་པོ་དེ་བུད་ཤིང་བཏབ་ནས་ད་དེ་ནས་བྱ་བའི་བརྒྱུད་རིམ་ད་གསུམ་པ་དེ། འབྲས་ཤིང་འདེབས་ར་འབྲས་ཀྱི་ཞིང་ཁ་འདེབས་དགོས་བ་རེད། འབྲས་ཤིང་དེ་མང་ཆེ་བ་དེ་ཆུའི་ནང་ལ་འདེབས་ཀྱི་རེད། ཁ་ཤས་ད་ས་སྐམ་པོ་ལ་བཏབ་ཉེན་ཡོད་རེད་ཡིན་ནས་མང་ཆེ་བ་དེ་ཆུའི་ནང་ལ་བཏབ་ཀྱི་རེད། འབྲས་ཤིང་ག་འདྲས་སུ་བཏབ་ཀྱི་འདུག་སློབ་མ་ཚོ་ཡར་གཟིགས་ཤོག་ཨ། ད་དེ་ནས། འབྲས་ཤིང་བཏབ་པའི་རྗེས་ལ་ཆུ་འབྲས་སྐྱེས། ཆུ་འབྲས་ལ་དེ་ཙམ་མ་ཆུའི་ནང་ནས་སྐྱེས་པ་སོང་ཙང་ཨེན་ཆུ་འབྲས་ར། ཆུ་འབྲས་སྐྱེས། ཡས་སི་ད། ལོ་མའི་སྐྱེས་དེ་ནས་ཡ། འབྲས། སྐྱེས་ཏོ་ཨ། བ་དི་ད། འབྲས་སྐྱེས་པའི་རྗེས་ལ་ཨེན་ང་ཚོ་སྟོན་ཀའི་དུས་ལ་ད་འབྲས་དེ། དེ་བྱེད་གོ་ར་པགས་པ་དེ་ཡས་ཚང་མ་པིག་གཙང་མ་བཟོ་གོ་ར་བཟོས་པའི་རྗེས་ལ་ཨེན་ང་ཚོ་འབྲས་ཡང་དཀའ་བོ། ང་ཚོ་ཚང་མས་བུ་བཞི་དང་ཡང་དེ་བྱེད་གོ་ར། དེ་ནས་ཨེན་ང་ཚོས་འབྲས་བཙོས་གོ་ར་ཉི་མ་འདག་པ་བྱེད་ལ་ཆུ་དུས་འབྲས་བཙོ་གོ་ར། འབྲས་བཙོས། ད་འབྲས་བརྩོན་ནི་བེད་སྤྱོད་འདྲ་མ་འདྲ་གནང་ན་འགྲིག་རེད་ད་ང་རང་ཚོའི་སློབ་དེབ་ནང་ལ་འབྲས་བརྩོན་ནི་བེད་སྤྱོད་ག་རེ་བཏང་ཡོང་ཟེར་ན་གྲོ་མ་འབྲས་སིལ་འདྲ་པར་བཞི་པ་དེ་ལ་གྲོ་མ་འབྲས་སིལ་ཟེར་དུས་ང་རང་ཚོ་བོད་པའི་སྲོལ་རྒྱུན་གྱི་ད་བཀྲ་ཤིས་བསྟན་འགྲེལ་འདྲའི་སྐབས་ལ་ངེས་པར་དུ་ཞོགས་པ་དང་པོ་དེ་ལ་གྲོ་མ་འབྲས་སིལ་སྐྱེ་གི་རེད་ལོ་སར་ལ་ཡི་དང་པོ་གྲོ་མ་འབྲས་སིལ་ཆུ་གི་རེད་ད་ནང་བཞིན་བསྟན་འགྲེལ་ག་རེ་ཡིན་ན་ཡང་གྲོ་མ་འབྲས་སིལ་དེ་གལ་ཆེན་པོ་ལ་བརྩི་བ་རེད། དེས་ན་གྲོ་མ་འབྲས་སིལ་ཟེར་ན་ག་རེ་བཟོས་པ་རེད་ཟེར་ན་འབྲས་ཆེ། མ་ཁུ་ཆེ། ད་ནང་བཞིན་གྲོ་མ་ལ་ཡ་དེ་ང་ཚོ་སའི་འོག་ནས་དངོས་འབྱོར་གྱི་འབྲས་བུ་ཕྱིན་ཅི་ཞོལ་རེད་དེ་ཁ་ལ་ཟེར་ན་དཔེ་སྔ་མོ་ཡོད་ར་ད་རྒྱ་གར་དང་དེ་འདྲའི་ནང་ལ་མི་འདུག་བ་ནི་བོད་ལ་མང་པོ་ཡོད་རེད་ད་དེང་སང་རྒྱ་གར་དང་ལུང་པ་གཞན་ལ་ཡང་གྲོ་མ་མེད་པའི་ཚབ་ལ་ཁ་ཤས་རྒུན་འབྲུམ་དང་ཤིང་འབྲས་སྐམ་པོའི་རིགས་མང་པོ་བླུགས་ནས་ཨ་གྲོ་མའི་གི་ཚབ་ནང་ནས་ཡང་འདྲ་འདྲའི་སྲིད་སྲོལ་གནང་མྱོང་ཡང་ཡོད་རེད་ད་དེ་ནས་བྱ་བའི་བརྒྱུད་རིམ་གཞན་ཞིག་ག་རེ་རེད་ཟེར་ན་བལ་བྲེགས་བལ་བྲེགས་ལ་དེ་བལ་ལ་དེ་ཚང་མ་ང་ཚོའི་ལུག་གི་སྤུ་དེ་ལ་བལ་ལབ་པ་རེད།